རྟོག་བཅས་ཀུན་སློང་སྙོམས་པའི་བཅོམ་ལྡན་འདས་བཙན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་བཟོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཏཱ་ཡ་ཏཱ་ཨོམ་བེ་ཀ་ཛི་བེ་ཀ་ཛི་མ་ཧཱ་བེ་ཀ་ཛི་བེ་ཀ་ཛི་རཱ་ཛཱ་ཡ་ས་མུ་ཀ་ཏི་སོ་ཧཱ། རྣམ་པ་ཚང་མ་ལ་གུས་པ་སྨན་པ་སྟག་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། དེ་རིང་བརྗོད་གཞི་འདི། འདི་ནི་ང་རང་ཚོ་བུ་མོ་ཚོ་གི་དཀའ་ངལ་ཅིག་གི་སྒང་ལ་ཡིན། འདི་རྣམ་པ་ཚོ་གི་གང་ཐུབ་ཐུབ་ཡོད་རྒུ་གནང་བ་ཡིན་ན་བོད་མི་མང་པོ་ཞོ་ཅིག་ལ་ཕན་པ་ཡོང་གི་རེད་འདི་གུས་པས་ཐེ་ཚོམ་མེད་པའི་ཐོག་ནས་ཞུ་ཐུབ་གི་རེད། འདི་རྣམ་པ་ཚོ་གི་བོད་ཀྱི་རིག་གཞུང་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་གནང་ཡང་ཐུབ་གི་རེད་བོད་ཀྱི་མི་རིགས་འདི་ཡང་མང་པོ་ཅིག་ལ་ཕན་ཐོག་ཡོང་གི་རེད། ད་དེ་རིང་གི་བརྗོད་གཞི་འདི་བུད་མེད་ཀྱི་དཀའ་ངལ་གང་གང་ལ་ཡང་ཞུས་པ་ཡིན་ན་ནམ་རྒྱུན་དུ་བུ་མོ་ཚོ་གི་ཟླ་བ་རེར་ལས་ཟླ་མཚན་སླེབས་པའི་སྐབས་ལ་ཟུག་ཤུགས་ཆེན་པོ་བཞུར་སྐྱེ་ཡོང་གི་ད་བུ་མོ་བརྒྱ་ཆ་བདུན་ཅུ་ལ་རྒྱག་ཡོང་གི་རེད་བརྒྱ་ཆ་སུམ་ཅུ་ལ་རྒྱག་གི་ཡོད་མ་རེད། ད་འདི་མང་པོ་ཞོ་གཅིག་གིས་སྣང་མེད་བྱས་ནས་བཞག་གི་ཡོད་རེད་ཟུག་དེ་སྒོམ་ནས་བསྡད་ཀྱི་ཡོད་རེད་ཁ་ཅིག་གིས་དེ་ཆུ་ཚགས་པོ་འདྲ་སྦྱར་ནས་བསྡད་ཀྱི་ཡོད་རེད་ཁ་ཅིག་གིས་མང་ཆེ་གཅིག་ཟུག་ཆ་མེད་ཟེར་གྱི་ཡོད་རེད་ཁ་ཅིག་གིས་ད་སྣང་མེད་ཁོ་རང་བྱས་ནས་བཞག་ཞེས་པ་རེད་ད་འདི། མང་པོ་ཞིག་ནི་ངོ་ཚ་བྱེད་ནས་བསྡད་ཀྱི་ཡོད་ད་འདི་ངོ་ཚ་བྱེད་ཡག་གི་གནད་དོན་དེ་འདྲ་གཙང་བ་རང་ནི་མ་རེད། ངོ་ཚ་ཟེར་ཡག་དེ་ཡིན་ན་ནི་ཅིག། ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་དེ་དགེ་བའི་ལས་ཀ་བྱེད་ན་ངོ་ཚ་ཚ་གོ་རེད། གཞན་ནད་ན་ཚ་ལ་ངོ་ཚ་རྒྱུ་ཡོད་མ་རེད། རེད་བ། ད་ན་ཚ་འདི་ཡག་པོ་སྨན་བཅོས་མ་བྱས་པ་ཡིན་ན་ཁྱེད་རང་ཚོ་མ་འོངས་པ་ལ་སྣང་སྨན་བྱས་ནས་བཞག་པ་དང་ཟུག་ཆག་སྨན་དེ་འདྲའི་ཟས་པ་ཡིན་ན་མ་འོངས་པ་ལ་ནི། བུ་མོ་ཚོ་གི་ཨོའོ་རི་དང་ཡོའུ་ཁྲུ་ཟེར་བ་བསམ་སེའུ་དང་བོ་ནོས་ལ་འབྲས་ནད་ཆང་ཡག་གི Cancer ཆང་ཡག་གི་ཉེན་ཁ་ཡོག་རེད་མ་འོངས་པ་ལ་ཁྱེད་རང་ཚོ་གི Breast ནུ་མ་གཉིས་ལ་འབྲས་ནད་ཆང་ཡག་གི་ཉེན་ཁ་ཡོག་རེད་མ་འོངས་པ་ལ་ཁྱེད་རང་ཚོ་ལ་གྲུམ་བུ་རུས་ཆུང་གི་ཚིགས་ཀྱི་ན་ཚ་ཡོང་ཡག་གི་ཉེན་ཁ་ཡོག་རེད་མ་འོངས་པ་ལ Truck ཡག་གི་ཉེན་ཁ་ཡོག་རེད་མ་འོངས་པ་ལ་དྲན་པ་བརྟན་པོ་མེད་པའི་ཡོང་ཡག་གི་ཉེན་ཁ་ཡོག་རེད་དེ་འདྲ་སོང་ཙང། མང་པོ་ཞུ་ཅི་ལ་ང་ལ་དེ་འདྲའི་ནམ་རྒྱུན་དུ་དེ་འདྲའི་གི་ན་ཚ་ཡོང་ཡག་གི་གཞི་ཁྱོན་ནས་མེད་དེ་ང་ལ་དེ་འདྲའི་ཆགས་སོང་ཟེར་གི་འདུག་དེ་ཚང་མ་ཆུང་དུས་ནས་ན་ཚ་དེ་རྒྱུ་ངོ་མ་དེ་ར་སྤྲོད་མ་ཐུབ་པའི་དབང་གིས་ཨེ་ནི་དཔེར་ན་གཟུགས་སྐྱེས་པ་བསླབ་པའི་སྐབས་ལ་བརྡ་ཚན་བསླེབ་པའི་སྐབས་ཀྱི་གཟུགས་དེ་ལ་གཟུགས་འཇགས་མེད་ཟེར་བ་ཁོ་སྣང་མེད་འཐུས་ཤོར་བཏང་བ། འོ་དེ་འདྲའི་གཟིགས་སྒོམ་དྲག་པ་ངོ་ཚ་བ་དེ་འདྲས་ཀྱི་རྐྱེན་བྱས་ནས་ན་ཚ་དེ་ཐུ་རུ་ཐུ་རུ་འགྲོ་ནས་དེའི་ང་ཚོ་གི་བོ་སྣོད་ཀྱི་གཡས་གཡོན་གྱི་ཨེ་ནི་ཅིག་རྩ་རླུང་གི་རྒྱུ་བ་ཁྲག་གི་རྒྱུ་བ་དེ་ཚོ་ལ་རྨིན་བུའི་རྒྱུ་བ་དེ་ཚོ་ལ་ཚ་གྲང་ཡི་ནས་རེད་རླུང་གི་རྒྱུ་བ་ཡི་ནས་རེད་འགག་ནས་ཨེ་འདི་འདྲས་ཀྱི་ཨེ་ནི་སིས་དང Fibromyalgia དང་དེ་འདྲས་ཀྱི་འབྲས་ནད་ཀྱི་རིགས་དེ་འགོས་ཡོང་ནས་ཨེ་ནི་དཀའ་ངལ་དེ་འདི་འདྲས་ཆགས་ཀྱི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་ནི། ང་རང་ཚོ། ཕྱི་རྒྱལ་ལུང་པ་ལ་ཡིན་ན་ལྟ་ལ། བུ་མོ་ཚོ་ལ་མང། དྲན་ནས་ཆགས་ཡོད་དེ་གར་ཕྱིན་ཆགས་ཀྱི་ཡོད་རེད་བུ་མོ་ཚོ་གི། Breast Cancer། ལོ་བཞི་བཅུ་ཞེ་ལྔ་ཡག་སྒང་ལ་ད་བཙན་ཆས་སོ་ན། Breast། ལ་བརྟག་དཔྱད་བྱེད་ཀྱི་རེད Ovary དང Uterus ལ་བརྟག་དཔྱད་བྱེད་དགོས་ཡོད་དེ་ག་རེད། ཁོང་ཚོ་ལ་ད་བཙན་སླེབས་པའི་སྐབས་ལ་ཟུག་རྒྱག་དུས་ས་ནས་ཟུག་ཆག་མེད་ས་ཡག་མང་དྲགས་པ་དང་དེ་ལ་སྨན་བཅོས་མཐར་ཐུག་གི་སྨན་བཅོས་མེད་པའི་རྒྱུ་མཚན་ལ་བརྟེན་ནས་ནི་ཁོང་ཚོ་གི་ད། སྔ་དུས་ནས་ན་ཚ་དེ་འདྲའི་སླེབས་པ་ཡིན་ན་ནི་ངོས་འཛིན་ཐུབ་ན་སྨན་བཅོས་བྱེད་ཡག་གི་ཆེད་དུ་བདག་འཇལ་བྱེད་དགོས་རེད་གཞན་དག་གང་དགོས་མ་རེད་འདི་ཚང་མ་ནི་ཁོ་རང་ཚོ་གི་ཕམ་ཁ་ཅིག་རེད། རྒྱུ་མཚན་དེ་ལ་དེ་འདྲ་བ་ན་ང་ཚོ་བོད་ཀྱི་རིག་གཞུང་ལ་འདི་འདྲའི་གི་ན་ཚ་དེ་ལ་སྨན་བཅོས་མཐིལ་ཕྱིན་པ་སྨན་བཅོས་ཡོག་རེད་པས་ལ་ནི་བསྐྱར་ཆ་བརྒྱ་ནས་བརྒྱ་ཡོག་རེད། དང་པོ་ཕྱི་ལུགས་ཀྱི་ན་ཚ་དེ་ངོས་འཛིན་ཐུབ་གི་མ་རེད། ང་ཚོ་གིས་དེ་ན་ཚ་དེ་ངོས་འཛིན་ལས་སླ་པོ་ཅན་བྱེད་ཐུབ་གི་རེད། ན་ཚ་དེ་གར་བྱས་ནས་ཡོང་གི་ཡོད་རེད་བས་ཟེར་བ་ལབ་པ་ཡིན་ན། ན་ཚ་འདི། ནམ་རྒྱུན་དུ་ཟླ་བ་གཅིག་གི་ནང་ལོགས་ལ་བུ་མོ་གི། ཁྲག་རྙིང་མ་དེ་ཁྲག་བཙོག་པ་དེ་མ་སྤབ་ཡག་གི་ཆེད་དུ་རླུང་གི་རྒྱུ་བ་བྱེད་པ་རེད་རླུང་གི་རྒྱུ་བ་བྱེད་པ། Circle། བྱེད་པ་རེད། འོ་འདི། ཁྱེད་རང་གི Uterus དང Ovary ནང་ལོགས་ལ་གནས་པ་ནས་མ་རྒྱུ་ན་ཏེ་སྐོར་རྒྱབ་འགྲོ་དུས་ད་ནི་མ་གིའི་ནང་ལོགས་ལ་ཁོ་དོད་ཚོད་སླེབས་དུས་སླེབས་པ་ཡིན་ཀྱང།

འོ་དེ་ཚོ་ཚང་མ་བཟོ་རྒྱག་གི་རེད། འོ་འདི་རླུང་འདི་རེད་བྱེད་ཀྱི་ཡོད་རེད། དེ་འདྲ་སོང་ད་འདི་ལ་བོད་སྨན་ལས་ལྷག་ག་ཅིག་རྩ་བ་ར་ནས་ཡོད་མ་རེད། རེད་པ། དེ་འདྲ་སོང་ད་ད་ཁྱེད་རང་ཚོ་གི་ཨེ་ནི་ཅིག་ཟུག་འཇགས་སྨན་ཟས་པ་ཡིན་ན་ཉེན་ཁ། སྣང་མེད་བཞག་པ་ཡིན་ན་ཉེན་ཁ་ག་རེ་ཡོད་རེད་ལབ་ཡིན་ན་ཟུག་འཇགས་སྨན་ཟས་དྲགས་པ་སྣང་མེད་བཞག་དྲགས་པ་ལྷག་པར་དུ་རྒྱ་སྨན་གྱི་ཟུག་འཇགས་སྨན་བཟང་ངན་དེ་ཚོའི་རིགས་ལ་ག་རེ་ཉེན་ཁ་ཆེ་ཤོས་ཅིག་ག་རེ་ཡོད་རེད་ལབ་ཡིན་ན་ཨེ་ནི

ད་གཟུགས་ཅག་མན་བཟད་པ་དང་གཟུགས་ཅག་མན་མ་བཟད་པ་བཅས་ཅིག་ནང་ལ་ཅིག་ཚ་པོ་འདི་འདྲས་ཅག་ཧོམ་རལ་མེ་དྲི་ཟིག་སྒྲོ་སྣག་མེ་བྱས་ནས་བཞག་བསྡད་པ་ཡིན་ན་འདིའི་རིགས་ལ་ན་ཚ་འདི་འདྲས་ཀྱི་ཟུར་ཕོག་འདི་འདྲས་ཉུང་མ་ཡོང་རེད་ཡིན་ནས་མ་འོངས་པ་ལ་ཀན་སེར་དང་འདི་འདྲས་ཡོང་ཡག་གི་ཉེན་ཁ་ཅིག་ཏན་ཏན་ཡོག་རེད། འདི་འདྲ་སོང་ཙང་འདི་འདྲས་ཀྱི་དཀའ་ངལ་ལས་ཐར་ཡག་གི་ཆེད་དུ་ད་ངས་ཁྱེད་རང་ཚོ་ལ་འདི་ནས་མ་ཅིག། བུམ་པ་གང་བྱོའི་ཚུལ་དུ་སྨན་གྱི་མིང་དེ་ལབ་ཀྱི་ཡིན། འདི་ང་ཚོ་སྨན་པ་ཚོ་དགེ་སྨན་པ་བུད་མེད་ཚོ་ཁྱེད་རང་ཚོ་ལས་ནས་དཀའ་ངལ་ཡོད་པ་འདི་གཅིག་ཟ་ད་ཁྱེད་རང་ཚོ་ཞི་ནས་ཧ་གོ་གི་རེད། དེ་འདྲ་སོང་ཙང་ད་སྨན་འདི་ཟ་དུས་ཙམ་དོ་སྣང་བྱེད་དགོས་ཡག་གཅིག་ཡོད་རེད། སྨན་པ་ཚོ་གི་ནད་པ་ལ་སྨན་སྤྲད་ཀྱི་ཡོད་ནས་རེད་ནད་པ་ཚོ་གི་སྨན་ཟ་གི་ཡོད་པ་ཡིན་ན་དོ་སྣང་བྱེད་དགོས་ཡག་གཅིག་ཁྱེད་རང་གི་གྲོགས་པོ་རྣམས་ལ་སྤུ་གུ་ཡོད་པ་ཡིན་ན་ཟ་ཆོག་གི་མ་རེད། ཁྱེད་རང་སྤུ་གུ་བཟོ་ཡག་གི་འཆར་གཞི་ཡོད་པ་ཡིན་ན་བཟའ་ཆོག་གི་མ་རེད། ད་དབྱིན་སྐད་དུ་ཁྱེད་རང pregnancy ཡིན་པ་ཡིན་ན་བཟའ་ཆོག་གི་མ་རེད། ཁྱེད་རང family གི plan ཡོད་པ་ཡིན་ན་བཟའ་ཆོག་གི་མ་རེད། འོ་འདི་ཁྱེད་རང་གི་ཤེས་པ་ཡིན་ན་གཞན་དག་ག་དུས་ཟ་ནས་འགྲིག་གི་རེད། རེད་བ། ད་འོ་ན་སྨན་དེ་ག་རེ་རེད་པས། སྨན་འདི་ཞོགས་པའི་ཞི་བྱེད་བཅུ་གཅིག་དང་སྐྲན་བཞིའི་གྲོགས་འགོག་སྟོང་པ་ལ་ཟ་ཡ། ཞི་བྱེད་བཅུ་གཅིག་གཅིག་སྐྲན་བཞིའི་རིལ་བུ་གསུམ། ནི། ཟོག་པོ་སྐྱོ་པོ་ཡོད་ན་རིལ་བུ་གཉིས་ཟོག་པོ་ཡག་པོ་ཡོད་ན་རིལ་བུ་གསུམ་ཟ། ཆུ་ཚ་པོ་ལ་ཟ་བར། ཉིན་གུང། འབྲོང་རྩེ་ཨར་སྐྱེ་ཟ་བ་ཉིན་གུང་འབྲོང་རྩེ་ཨར་སྐྱེ་དེ་ཆུ་གྲང་མོ་ལ་ཟ་བར། རིལ་བུ་བཞི་ཟ། གོ་མདའ། ཀོ་ལྭ་བཅུ་གཅིག་ཟ་ཀོ་ལྭ་བཅུ་གཅིག་དེ་ཀོ་ལྭ་བཅུ་གཅིག་དེ་རིལ་བུ་བཞི་ཟ་ན་འགྲིག་གི་རེད། ཆུ་ཚ་པོ་ལ་ཟ། འདི་ཉུང་མཐའ་ལ་ཟླ་བ་གསུམ་བསམ། རབ་ལ་ཆུང་བ་ཡིན་ན་ཟླ་བ་དྲུག་ཟླ་བ་བརྒྱད་དང་བཟའ་དང་ཁྱེད་རང་ལོ་མང་པོ་ཅིག་ཁྱེད་རང་དཀའ་ངལ་འདི་ནས་ཐར་འགྲོ་གི་རེད། ད་ག་ནང་བཞིན་སྨན་འདི་བོད་སྨན་འདི་བཟས་པ་ཡིན་ན། ཨ་ལ། ཟླ་མཚན་སླེབས་པའི་སྐབས་ཀྱི་གཟུགས་འདི་ད་མིས་བཙུམ་ནས་དྲག་འགྲོ་གི་རེད། ཟླ་བ་གཉིས་པ་ནས་ལས་ཀ་བྱེད་དགོས་ཟླ་བ་དང་པོ་ནས་ལས་ཀ་བྱས་ན་དེ་ཁག་པོ་ཡོད་རེད།

རེད་པ། འོ་འདི་འདྲའི་ཁྱེད་རང་བྱེད་ཐུབ་པ་ཡིན་ན་ཕན་ཐོག་བསམ་གྱི་མི་རྒྱལ་བ་ཡོད་ད་དེ་ལག་ལེན་བསྟར་མ་ད་ཁྱེད་རང་ཚོ་ལག་པ་རེད། རེད་པ། ཡིད་ཆེས་བྱས་ནས་ལག་ལེན་བསྟར་མ་ད་ཁྱེད་རང་ཚོ་ལག་པ་རེད་ངའི་དམིགས་ཡུལ་དེ་ཁྱེད་རང་ཚོ་གི་དཀའ་ངལ་སེལ་ཡ་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ཀྱི་ཀྱི་ངོ་མཚར་དེ་ཕྱིར་མངོན་ཡ་ཨ་ནི་ཅིག་བོད་པའི་སྤྱི་ཚོགས་ཀྱི་སྨན་ཁང་དེ་ཚོ་ལ་བལྟས་ཚེ་ཡོང་ནས་ཨ་ནི་ཅིག། ཕ་ནད་པ། འབྲས་མེད་འདི་འདྲའི་དངུལ་སྤྲད་མ་བདེ་བ་ཆེ་ན་ཚ་ཉོ་ཡག་དངུལ་མ་བདེ་བ་ཆེ་ན་ཚ་གྲ་ཡག་གི་སྨན་ཉོ་ཡག་གི་བསམ་བློ་འདི་འདྲའི་ཞིག་བཏང་ནས་ངས་བཤད་ཀྱི་ཡོད་རེད། རེད་བ། འོ་དེ་རེད། ཨེ་ནས་སྨན་དེ་ཁྱེད་རང་ཚོ་ག་ནས་ཉོས་ནས་འགྲིག་ང་ཚ་ནས་ཉོས་ཟིག་གོ་མ་རེད། ཡང་ཁ་ཅིག་བུ་སུ་དོག་པོ་ཞིག་འོ་དོ་ང་ཚ་ནས་ཉོས་ཟིག་ང་ཚ་ནས་ཉོ་གོ་མ་རེད་ཁྱེད་རང་སྨན་ག་ནས་ཉོས་ནས་འགྲིག་ཡིན་ནས་སྨན་དེ་ཚད་ལྡན་ཅིག་གོ་རེད། རེད་མ། དེ་ནི། སྨན། ཉོ་ས་མེད་པ་དང་འབྲེལ་བ་བྱེད་ས་མེད་པ་ཡིན་ན། ང་ལ་འབྲེལ་བ་བྱེད་ཆོག་ངས་རོགས་པ་བྱེད་ཀྱི་རེད། སེམས་ཁྲལ་ཁོ་རང་ཡོད་མ་རེད། འོ་འདི་འདྲའི་ཅིག་ཞུ་འདོད་བྱུང་སོང། དེ་ནས་རྣམ་པ་ཚོས་འདི་གང་མང་མང་བརྒྱུད་སྐུལ་གནང་རོགས་ན། སླར་ཡང་གལ་ཆེན་པོ་ཅིག་ནི་ཞུ་ཡག་འདི། དང་བཙན་གྱི་སྐབས་ལ་གཟུགས་གླེང་ཡག་འདི་སྣང་མེད་བྱས་ནས་བཞག་པ་ཡིན་ན་མ་འོངས་པ་ལ Cancer འདྲ་མི་འདྲ་གི་རྒྱུ་བྱེད་ཀྱི་རེད། དང་བཙན་གྱི་སྐབས་ལ་གཟུགས་ལྗང་སྨན་ཤུགས་ཆེན་པོ་ཟས་པ་ཡིན་ན་མ་འོངས་པ་ལ Cancer གི་རྒྱུ་བྱེད་ཀྱི་རེད། འདི་རྣམ་པ་ཚོ་བཟོ་པའི་གདམ་ག་བྱེད་ཡག་རེད། དེ་ནས་ད་ལྟ་གི་སྨན་ངས་གོང་ལ་བཤད་བཞག་པའི་སྨན་འདི། གྲོ་གོག་རྣམས་ལ་སྤུ་གུ་ཡོད་ངེས་དང་སྤུ་གུ་བཟོ་ཡག་གི་འདོད་པ་ཡོད་ངེས་ཚོ་གིས་བཟའ་ཡག་ཡོད་མ་རེད། མོ་གཞན་སུས་བྱོས་པ་ཡིན་ནས་འགྲིག་གི་རེད། འོ་འདི་རྣམ་པ་ཚོ་ཐུགས་ལ་བཞག་ཡག་དང་ཨེ་ནི་གལ་ཆེ་ཤོས་གཅིག་ཨ་མ་ལགས་ཚོ་གི་ཁྱེད་རང་ཚོ་གི་བུ་མོ་ལ་ཨེ་ནི་སློབ་གསོ་ག་རེ་སྐྱོན་གོ་རེ་ཞུས་པ་ཡིན་ན་དོལ་ཚོས་འདི་འདྲའི་ཅིག་ལ་བརྡ་ཚན་ཟིག་ཁྲག་ཅིག་ཐོན་དོན་གི་རེད་དང་བུ་མོ་ལ་ཡིན་གཅིག་མིན་གཅིག་བུ་མོའི་ཀླད་པ་ནང་ལ་བླུག་པའི་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་འདི་ཡིན་གཅིག་མིན་གཅིག་ཤེས་དགོས་ཀྱི་ཡོད་རེད་ད་ལགས་སོ་ཨེ་ནི། ཐོ་ཅི་ཆེ།